ཨོ་ལ་སོ་ད་དེ་ནས་ང་ཚོ་པའི་ནཱ་ལེནྡྲའི་སྐད་བྲིས་ཚོགས་པའི་ནས་ཚོགས་མི་ཚང་མ་ལོག་ལ་འཚམས་འདྲི་དག་བྱས་ནས་དང་པོ་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་དགུ་པའི་ཚེས་པ་ཉིན་གྱི་གཟའ་དགུའི་དགོང་མོ་དེའི་རེད་ད་རྣམ་པ་ཚོ་ཚང་མ་ལོག་ལ་ད་ལྟ་སློབ་པའི་ཕྱོགས་ལྷང་གི་རྣམ་ཐར་ངོ་སྤྲོད་ཞུ་ཡ་དེ་དང་པོ་ནས་དགོངས་ཚུལ་ཞུས་ནས་དང་པོ་རྩ་བའི་ས་བཅད་དང་པོ་སློབ་པའི་ཕྱོགས་ལྷང་གི་ནས་མཚན་གྱི་སྐོར་དང་གཉིས་པ་དེར་ཡང་སློབ་པའི་ཕྱོགས་ལྷང་རྒྱལ་བའི་ལུང་གི་ཟིན་ཚུལ་གྱི་རྩ་བའི་ས་བཅད་ཀ་པ་དང་ཁ་པ་གཉིས་ངོ་སྤྲོད་ཞུས་ཟིན་པ་རེད་ད་དང་པོ་ངོ་སྤྲོད་ཞུ་ཡ་དེ་གོང་ལ་ཡིག་ཐོར་ཕུལ་བ་ན་བཞིན་སློབ་པའི་ཕྱོགས་ལྷང་གི། ཨ་ནི་སྐུ་ཡི་ཆ་ལུགས་ག་འདྲའི་ཡོད་མེད་དེའི་སྐོར་དེ་ད་ལྟ་ཐོན་ཁུངས་ངོ་སྤྲོད་ཞུ་ཡ་གི་སྡེ་ཚན་དང་པོ་དེ་ནང་དེ་ངོ་སྤྲོད་ཞུ་བ་བྱས་ད་དེ་དང་འབྲེལ་ནས། བཙུན་པ་དཀོན་མཆོག་བྱིང་རྨུགས་དབང་པོས་བསྩལ་བའི་འཛམ་གླིང་སྤྱིའི་རྒྱན་དྲུག་མཆོག་གཉིས་ཀྱི་བསྟོད་པའི་ནང་ལ་ལ། ད་བསྟོད་པ་འདི་བསྩལ་བ་པོ་དཀོན་མཆོག་བྱིང་རྨུགས་དབང་པོ་མཆོག་དེ་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་བརྒྱད་ལོ་ལ་ཨ་ནི་སྐུ་འཁྲུངས་ནས་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་ལོ་ལ་དགོངས་པ་བསྩལ་བ་རེད་ཁོང་གིས་བསྩལ་བའི་ཨ་ནི་རྒྱན་དྲུག་མཆོག་གཉིས་ཀྱི་བསྟོད་པའི་ཁུངས་དེ་དཀོན་མཆོག་བྱིང་རྨུགས་དབང་པོའི།

མོ་ད་དེ་ལྟ་བུའི་ཨ་ནི་སྟོད་ཕྱག་འཚལ་ཡིད་སློབ་པའི་མཆོག་གི་བླངས་པའི་སྐུ་ཡི་ཆ་ལུགས་དེ་ག་འདྲའི་ཆེ་བ་དང་ཡང་ན་སྐུ་ཡི་ཆ་ལུགས་ཟེར་ནས་མི་འདུག་སྐུ་ཡི་རྣམ་འགྱུར། ཨ་ནི་སྐུ་གཟུགས་དང་ནང་སོ་མཆོད་སྟངས་དང་ཨ་ནི་ཕྱག་དང་ཕྱག་གུས་བཞུགས་སྟངས་ལ་སོགས་པ་ཕྱག་རྒྱ་ལ་སོགས་པ་འདིའི་ག་འདྲ་ཡོད་མེད་དེའི་སྐོར་དེ་ངོ་སྤྲོད་ཞུ་ཡ་རེད་ད་དེའི་སྐོར་དེ་སྤྱིར་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་ཐང་གའི་ཁྲི་གདུགས་བཞི་ཤག་བྱས་པ་ཡིན་ན་སྐུ་མདོག་དཀར་ལ་དམར་འདག་ཆགས་པ་ཨེ་དེ་འདྲའི་ཅིག་བྲིས་སྲོལ་ཡོད་པ། དེ་ནི་ལྷག་པར་དུ་བན་ནཱ་ལེནྡྲའི་དཔོན་གྲུབ་བཅུ་བདུན་དང་དེའི་ནང་རོལ་ནས་ནི། སློབ་དཔོན་མཆོག་གི་གླང་པོ་དེའི་རྒྱན་དྲུག་མཆོག་གཉིས་ཀྱི་ཡང་ཡང་གཅིག་ཆགས་ཏེ་ཡོད་རེད་དེའི་ནང་རོལ་ནས་ང་ཚོ་ཚད་མའི་རྒྱན་གྱུ་ཆགས་ཡོད་དུས་ནི་དཔལ་འདི་དང་ཡིན་པ་ཡིན་ཙང་ནི་དཔལ་འདི་དང་ཡིན་པས་ན་དེའི་ཁྱད་ཆོས་རམ་ཟེར་ན་མི་འདུག་དེའི་གནས་ཚད་རབ་དེ་ང་ཚོ་གནས་ལྔ་རིག་པ་སྤྱི་དང་ལྷག་པར་དུ་ནི་སྡེ་སྣོད་གསུམ་ཡང་སྒོས་ཚད་མ་རིག་པའི་གཞུང་ལ་ཡང་ནི་མཁས་པའི་ཕུལ་དུ་ཕྱིན་པ་དེ་འདྲའི་གཅིག་གིས་ད་དཔེ་འདི་དང་ཡིན་པའི་མཚོན་བྱེད་ལས་དབུ་ལ་ནི་དཔེ་བྱད་དམར་པོ་དཔེ་བྱད་དམར་པོ་དེ་ཡང་ཨེ་ནི་ཀི་ཆིང་གསུམ་ལྡན་ཞེས་པ་ཅིག་ཕྱིར་ལྡན་ཡོད་རེད་ད། ཀི་ཆིང་འདིར་ཡང་གཅིག་ལྡན་གཉིས་ལྡན་གསུམ་ལྡན་བྱས་ཅིང་ཀི་ཆིང་མེད་པའི་རིགས་ཡིན་དགོས་པ་རེད་ད་ཀི་ཆིང་གཅིག་གཉིས་གསུམ་གྱི་ཨེ་ནི་སྡེ་སྣོད་གསུམ་དེའི་མཁས་པ་མཚོན་དོན་རེད།

མུ་སྟེགས་པའི་ནཱ་རོ་ནས་ནག་པོ་ཐུབ་རྒྱལ་ལ་སོགས་པ། འོ་ད་ཁོང་ཚོ་དང་ཨེ་བསྟན་པ་རྒྱན་ལ་བཙོན་ནས་རྩོད་པ་དྲག་ཏུ་ཟེར་བས་དེའི་མཚོན་བྱེད་ལ་ཡང་ད་ཅི་གོང་ལ་སྐུ་བ་ཕུལ་བ་དེ་རྣམ་པ་སྐུ་བ་དེ་རྣམས་ཟེར་བ་ཡིན་ན་དེའི་རྣམ་པ་དེ་གསལ་བོ་ཅིག་ཡོད་རེད་ག་འདྲ། མདོར་བསྡུས་པ་ཡིན་ན་རྩོད་པ་དྲག་པོ་རྣམ་པའི་མཚོན་བྱེད་ལ་ཡང་ཨེ་ཞལ་ཅུང་ཟད་ཨེ་ནས་གཏུམ་པོ་ཟེར་ནས་མིང་དུ་དྲག་ཏུ་བྲིས་པའི་ཚུལ་ལ་ཡང་ཨེ་ཆགས་གཉིས་ད་ལྟ་ང་ཚོ་བགེགས་བཏགས་ཀྱི་རྣམ་པ་ཡང་ན་རྟགས་གསལ་ཙམ་པའི་རྣམ་པ་འོ་དེ་འདྲ་ཅིག་ལ་ཡང་ཨེ་ཆགས་གཡོན་ལ་ཡང་ཨེ་ནས་ཕྲེང་བ་ཞེས་པ། ད་ག་བཤད་ལ་ཨེ་ནི་ད་ལ་སྐད་དག་གི་ཕྱག་རྒྱ་མ་དང་ཡང་ཕྲེང་བ་མ་བསྣམས་པ་འདི་འདྲའི་ད་ཐང་ག་ལ་ཁྲི་སུལ་ལ་སོགས་པ་འདི་འདྲའི་ཡོད་རེད། དེ་ནས་ད་བཞུགས་གདན་འབོད་ཚིག་གི་སྟེང་ལས་ཞབས་གཉིས་ད་ཅུང་ཟད་བརྐྱངས་པའི་ཚུལ་ལས་བཞུགས་ཡོད་པ། སློབ་དཔོན་ཕྱོགས་གླང་གིས་ད་སྐུ་ཡི་རྒྱབ་ལྗོངས་ལས་ད་ད་སློབ་དཔོན་ཕྱོགས་གླང་རང་ཉིད་ཀྱིས་ཨེ་ནི་སྐུ་ཚེའི་སྐབས་ལ་སྒྲུབ་པ་མཛད་སའི་ཡུལ་འདིའི་དེང་སང་བྱས་པ་ཡིན་ན་རྒྱ་གར་འཕགས་པའི་ཡུལ་ང་ཚོ་ཨུ་རུ་སཱ་ཕུན་ཚོགས་གླིང་གཞིས་ཆགས་བྱེད་སའི་ས་ཆ་ཡོངས་གྲགས་རྒྱ་གར་ཁོ་རང་ཚོའི་ད་ལྟ་ཨུ་ཏི་བི་ཤཱ་ཟས་ཀྱི་འོག་ད་ལྟའི་ད་ལྟ་རྒྱབ་ལོགས་ལེ་ཨ་བྲག་ཕུག་དང་བྲག་གི་རྣམ་པར་སོགས་པ་འོག་དེ་ཡོད་པ་དེ་རེད། དེ་འདྲ་ཡིན་དུས་ད་ཨུ་ཏི་བི་ཤཱ་ཟས་དེའི་སྤྱི་ཡོངས་ང་ཚོ་ཀ་ལི་ཀ་ཐ་ནས་ནི་མི་ཏི་ར་སར་ཟས་དེའི་འགྲོ་སའི་ནི་རི་རུ་ལེ་ཨ་དེ་ནི་ཕྱིན་པ་ཡིན་ན་ཐོག་མར་ང་ཚོ་ཨུ་རི་སཱ་ལ་སླེབས་ཀྱི་རེད་དེ་ནས་ང་ཚོ། ཡོངས་གྲགས་ཀྱི་ཐད་ན་ཨུ་ཏི་པི་ཤམ་ཡང་ན་ཀ་ལིང་གའི་ཡུལ་ད་དེ་སྔོན་ང་ཚོ་རྒྱ་གར་ཕག་པའི་ཡུལ་ལ་ཡང་ད་གསང་སྔགས་ཀྱི་བསྟན་པ་དར་སའི་གནས་ཐོག་མ་འདྲ་བ་དེ་ཨུ་ཏི་པི་ཞེས་བྱ་གི་ཡོད་རེད། ད་དུང་ཡང་ད་ལྟ་ཨུ་ཏི་པི་ཤམ་ཡང་ན་ཨོ་རི་སའི་ས་ཆའི་ཡུལ་ལ་ཡང་ང་ཚོ་ནང་པའི་གསང་སྔགས་ཀྱི་བསྟན་པ་ཉམས་ལེན་ཡོད་པ་དེ་འདྲའི་གསུངས་སྲོལ་ཡོད་རེད་ཨིན་གི་འདི་ཆིན་པི་ལག་གིས་བསྲེས་པའི་ད་ལྟ་རྒྱ་གར་གནས་ཡིག་བསྡུས་པའི་དེའི་ནང་ལོགས་ལ། འོ་དོ་མཛོད་སྐོར་དེ་གསལ་ཡོད་རེད་ད་གནས་ཡིག་དེ་ད་ལྟ་སི་ཁྲོན་མི་རིགས་དཔེ་སྐྲུན་ཁང་ནས་རྐུབ་ཚུགས་གོ་བརྒྱད་ལོར་ལ་པོ་རི་ཤོད་པའི་དེའི་དེབ་གཟུགས་ཀྱི་ཤོག་གྲངས་སུམ་བརྒྱ་དྲུག་ཅུ་རེ་ལྔའི་ནང་ལ་དེའི་གནས་བཤད་ལ་སོགས་པ་དོ་མཛོད་སྐོར་དེ་ཡོད་རེད་ད་དེ་ནས་སློབ་དཔོན་མཆོག་གི་གླང་པོའི་ད་ལྟ་སྐུ་ཡི་རྣམ་འགྱུར་གྱི་ད་རི་མོ་བྲིས་སྲོལ་གྱི་ཐོག་ལ་ཡང་གཅིག་དེ་དང་དང་བཅས་པ་སྔོན་མེད་ནས་བཟོ་རིག་པའི་དགོངས་རྒྱན་ཟུར་བས་དེ་ནང་ད་བཟོ་རིག་པའི་དགོངས་རྒྱན་དེ་དེ་རེད། ད་ལྟ་མང་ཚོགས་སྒྱུ་རྩལ་གྱི་དུས་རིབ། ཉིས་སྟོང་ལོའི་དུས་རིབ་དང་པོ་དེའི་ཤོག་གྲངས། ཨ་རི་དྲུག་ཅུ་རེ་གསུམ་གྱི་ནང་ལོགས་ལ་སྤྱི་ཡོངས་ང་ཚོ་རྒྱན་དྲུག་མཆོག་གཉིས་ཀྱི། ད་རྣམ་པ་ཚོའི་སློབ་དཔོན་རྣམ་པ་ཚོ། ང་ཚོ་ནང་གི་དཔང་རྟགས་ཀྱི་ཡོན་ཏན་གྱི་ཐོག་ནས་འཛམ་གླིང་བརྩད་པར་བྱས་པ་མ་གཏོགས་ཕྱིའི་རྣམ་འགྱུར་ཨ་ནི་ང་ང་བྱས་པ་དེ་འདྲས་ཀྱིས་ཨ་ནི་འཛམ་གླིང་བརྩད་པར་བྱས་པ་དེ་འདྲས་མ་རེད། དེ་འདྲས་ཡིན་དུས་ད་སློབ་པའི་ཕྱོགས་གླང་ལ་སོགས་པ་འཛམ་གླིང་བརྩད་པར་བྱེད་པའི་རྒྱན་དྲུག་མཆོག་གཉིས་ལ་སོགས་པ་ཁོང་ཚོས་དྲི་མ་མེད་པའི་ལུང་དང་རིགས་པའི་ལམ་ནས་ཨ་ནི། ཕ་རོལ་པོས་ད་ལོག་པར་སྨྲ་བ་དེ་ཚོ་ཚང་མ་ལོ་སར་བཅད་ནས་ཨ་ནི་ཕན་བདེ། འོག་མ་ལེགས་པར་བྱུང་བའི་གཞི་མ་ཨ་ནི་རྒྱལ་བའི་བསྟན་པ་དང་ཨ་ནི་འགྲོ་བ་ཀུན་གྱི་དོན་ལ་ཡང་ཨ་ནི་བསྟན་པ་རྒྱས་པར་མཛད་པ་རེད་དེ་འདྲ་ཡིན་དུས་འཛམ་གླིང་རྒྱན་དྲུག་ཆོས་གཉིས་ཞེས་བྱའི་མཚན་ལ་ཡོངས་སུ་གྲགས་པ་དེ་འདི་འདྲ་བྱས་ན་ཆགས་པ་རེད་ད་དེང་སང་ང་ཚོས་དཔེ་དཔེ་ཆ་བཞག་པ་ཡིན་ན་རྒྱན་དྲུག་ཆོས་གཉིས་དང་ལྷག་པར་དུ་སློབ་དཔོན་ཕྱོགས་ཀྱི་གླང་པོ་དང་དཔའ་འདས་ཆོས་གྲགས་རྣམ་པ་གཉིས་ལ་སོགས་པ

ཞེས། གང་དག་སྙིང་རྗེའི་ཤུགས་ཀྱིས་ཀུན་ནས་བསླངས་བྱས་ཨེ་ནི་ཞེས་ཅེར་ཟིན་པའི་རྣམ་པ་ཡོད་པ། ཨེ་ནི་ཞི་ཞིག་དུལ་བ་ང་དང་མི་མི་སུས་ད་ཐུང་འང་མེད་འཇལ་བ་ཙམ་གྱིས་ཨེ་ནི། ཡིད་དབང་མེད་དུ་དྲངས་ཐུབ་པ་དེ་འདྲའི་ཅིག་ཡོད་རེད་ལྷག་པར་དུ། ཨེ་ནི། སློབ་དཔོན་དང་དང་ཕྱོགས་གླང་དང་ཆོས་གྲགས་ལ་སོགས་པ་ཁོ་ན་ཚོའི་ཞལ་ལ་ཡང་ཨེ་ནི་ཞེད་པོ་ཡོད་པ། ཨེ་ནི་རྒྱ་མང་པོ་བྲིས་ཚོད་ཡོད་རེད་ཡོད་པ་ཡིན་ནའི་དོན་དུ་སྤྱིར་ནང་པ་སངས་རྒྱས་པའི་ང་ཚོ་རྗེས་འཇུག་གི་རབ་ཏུ་བྱུང་བ་དང། མཛོད། ཨེ་ནི་སྐྲ་ཚེར་ལས་འདས་པ་འདི་ན་ཞིག་གིས་ག་བུ་བཞག་མི་ཆོག་པ་ཡིན་པ་ཡིན་ན་ཨེ་ནི་གློ་བའི་ཕྱོགས་གླང་དང་ཆོས་གྲགས་ལ་སོགས་པ་དང་ཁོ་ཚོ་དེ་བས་ཀྱང་ཨེ་ནི་ག་བུ་དང་རྒྱ་ལ་སོགས་པ་བཞག་སྲིད་ཀྱི་མ་རེད་དེ་འདྲས་ཡིན་དུས་རྒྱན་དྲུག་མཆོག་ཉིད་ལ་ང་ཚོ་དཔལ་ཤ་ཏྭ་སྣབས་བརྡེག་པ་ཨེ་ནི་དཔལ་ཤ་ཞེས་པ་འོ་དེ་འདྲས་བྲིས་སྲོལ་ཡོད་པ་ཡིན་ནས་གང་ལྟར་མགོན་པོ་ཀླུ་སྒྲུབ་ལས་ཨེ་ནི་དཔལ་ཤ་བྲིས་སྲོལ་ཡོད་པ་མ་རེད།

བསྟན་འགྱུར་གྱི་བསྟན་འགྱུར་པི་ཏུ་མའི་དང་ཟླ་འུ་ལ་ཏི་ཡའི་ཚོགས་ཕྱོགས་གཅིག་ཏུ་བྲིས་པའི་དེབ་ཚུལ་རྣམས་བལྟས་པ་ཡིན་ན་མགོན་པོ་ཀླུ་སྒྲུབ་ཀྱི་དབུ་ཞྭ་དཔལ་ཞྭ་ཆོས་པ་འདི་འདྲའི་བྲིས་ཚུལ་ཡོད་པ་འདི་འདྲ་མཐོང་རྒྱུ་འདུག་ག་དེ་ཡིན་དུས་ཆེས་དང་ང་ཚོ་ཡང་ཕྱོགས་མང་པོ་ཕྱེས་ནས་མགོན་པོ་ཞེས་འོས་དེ་གལ་ཆེན་པོ་ཡིན་ས་རེད་ཕྱོགས་གཅིག་གཅིག་པོ་གི་ལྟས་ནས་ཐག་གཅོད་བྱེད་ཀྱི་ཡོད་ས་མ་རེད། ད་དེ་ནས་ད་ལྟ་གོང་ལ་སློབ་དཔོན་མཆོག་གི་གླང་པོའི་ནི་སྐུ་ཡི་རྣམ་འགྱུར་ག་འདྲས་ཡོད་མེད་སྤྱི་ཡོངས་ད་ལྟ་གོང་ལ་རགས་ཙམ་ཞུས་པ་རེད་དེ་ནང་བཞིན་གྱི་སློབ་དཔོན་མཆོག་ལགས་ཀྱིས་སྐུ་པར་ཕུལ་བ་དེ་ལ་བལྟས་པ་ཡིན་ན་ལྟ་ཞིབ། ཨ་ནི་ང་ཚོ་དུས་རྒྱུན་ཐ་ཐང་ཀ་དང་ལྡེབས་རིས་ལ་སོགས་པ་དང་ཚོའི་བྲིས་ཤིང་བསྣམས་པའི་ཐང་ཀ་འགའ་ཤས་ན་ལོས་ལ་ཨ་ནི་སློབ་དཔོན་མཆོག་གི་གླང་པོའི་དབུ་དེ་ལ་ཡང་ལྟ་ནམ་མཁའ་ལ་ཡང་ཨ་ནི་རྗེ་བཙུན་འཇམ་དཔལ་ཡང་ལྟ་ཞེས་གཟིགས་པ།

ཀུན་ལ་བསྟོད་པ་རེད་ཚད་མ་ཀུན་བཏུས་ཀྱི་ཆོས་སྤྱོད་དག་བརྩམས་པ་དམ་བཅའ་ཨ་ནི་ལྗགས་རྩོམ་གནང་བ་ཙམ་གྱི་སྐབས་དེ་དུས་རྒྱ་གར་འཕགས་པའི་ཡུལ་ལ་ཡང་ཨ་ནི་ང་ཚོ་ས་གཡོས་ཡ་ཨ་ནི་སྒྲ་ཆེན་པོ་བསྒྲགས་ཡ་ཨ་ནི་མུ་སྟེགས་པའི་སྟོན་པ་ཐམས་ཅད་ཀྱིས་ད་ང་ཚོ་ག་ཚོད་ར་ཅིམ་པ་ཤིང་དང་རན་པ་ད་ཅིམ་པ་སི་ལབ་ཡོད་འདི་མྱང་པས་ད་ཤིང་ནག་ཤི་ཧྲང་བྱས་འོ་ད་དོན་ཚོའི་རྟགས་དང་མཚན་མ་དེ་འདྲ་མང་པོ་ཅིག་བྱུང་པ་ཡིན་པ་ཡིན་ཙང་འོ་ད་དོན་ཚོའི་གི་ཨ་ནི་རྟགས་དང་མཚན་པ་མཚན་མ་དང་མཛད་པ་ལ་སོགས་པ་དོན་ཚོའི་མཚོན་ཡ་གི་ཆེད་དུ་ཨ་ནི་སློབ་པའི་ཕྱོགས་ཀྱི་ལམ་གྱི་མདུན་ལས་ད་ནི་གོང་དུ་ཞུས་པའི་ཕུལ་བའི་སྐུ་པར་དེ་ན་རྣམ་པ་གསལ་པོ་ཡོད་རེད། ནོ་བྷེལ་ལྕགས་གླང་གི་ཀུན་དོལ་ཡ་ཨན་མུ་ཏིག་བྲམ་ཟེའི་ཆ་བྱད་ཅན་ཅིག་བས་ནི་སྔངས་བཞིན་འཁོད་པ་དེ་ན་ཤིང་གི་ཚད་མ་ཀུན་ལས་འདས་པའི་ཆོས་བྱེད་དང་བརྩམས་པ་ཐམས་ཅད་མཛད་པའི་སྐབས་ལ་ད་ལྟ་ཁོང་ལ་ཞུས་པ་ན་ཤིང་མུ་ཏིག་ཐུབ་རྒྱལ་མུ་ཏིག་ནག་པོ་ཐུབ་རྒྱལ་གྱི་ཨན་ཁ་ནས་མི་བྱུང་རྗེས་སློབ་དཔོན་མཆོག་གི་ལམ་བུའི་ན་བཟའ་ཚིག་པ་ལ་སོགས་པ་དོན་གཙོའི་མཛད་པ་རྣམས་དག་མཚོན་བྱེད་ཀྱི། ཧོ། ད་དེའི་ཆེད་དུ་ཨ་ནི་སློབ་པའི་ཕྱོགས་ཀྱི་རང་བུ་དོན་ལས་མུ་སྟེགས་པ་ཨ་ནི་ཁ་ནས་ད་ལྟ་མེད་པར་བསྡད་པ། ཧོ་དེ་འདྲས་ཀྱི་རྣམ་པ་ཅན་བྲིས་སྲོལ་སྣང་སྲོལ་ཡོད་རེད། དེ་ནང་བཞིན་གྱི་ད་ལྟ་ཀར་མ་ཆུ་རགས་རྒྱ་མཚོས་མཛད་པའི་ཨ་ནི་འཕགས་ཡུལ་གྱི་ད་ལྟ་རྒྱན་དྲུག་མཆོག་གཉིས་དང་གང་ཆེའི་བསྟན་པའི་རྒྱན་ཞེས་ལ་སྤྲོས་པ་ཤོད་དེའི་ནང་རོལ་ལ་དེ་འདྲས་གསུངས་བཞག། ད་ཀར་མ་ཆུ་རགས་རྒྱ་མཚོ་མཆོག་དེ་ཆིག་སྟོང་བཞི་བརྒྱ་ལྔ་བཅུ་ང་བཞི་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་ལྔ་བརྒྱ་བཅུ་མེད་དྲུག་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་ཨ་ནི་རྒྱན་དྲུག་མཆོག་གཉིས་དང་བསྟན་པའི་རྒྱན་ཞེས་བསྟོད་པ་དེའི་བཀའ་བརྒྱུད་ཀྱི་ཞལ་འདེབས་ཆོག་ཁྲིགས་ད་ལྟ་ཤང་ཀང་ཨ་ནི་ཐེམ་པའི་དཔེ་སྤྲོད་ཁང་ནས་ཉེར་བསྡོགས་སུམ་ལ་ལ་བར་རི་ཞེས་པའི་དེབ་གཟུགས་ཀྱི་ཤོག་གྲངས། ཨ་ནི་དྲུག་ཅུ་རེ་གཉིས་ཀྱི་ནང་ལོགས་ལ་སྨད་ཕྱོགས་སྤོས་པའི་ཚིགས་གཅིག་གིས་ས་ཆེན་རྣམ་པ་དྲུག་གཡོས་ནས་དགུན་ངའི་སྤོས་པ་བརྒྱུད་བཅད་ནས་ཕྱོགས་ཀྱི་ལམ་བུ་ཞབས་ལ་བསྡུས། བྱས། ཨོ་ད་གོང་གི་སྐུ་ཡི་རྣམ་འགྱུར་དག་མཛད་པ་འཕྲིན་ལས་ཀྱི། ཨོ་ད་དོན་དུ་ལས་བཏོད་པ་འདི་རེད་ག་ད་ས་ཆེན་རྣམ་པ་དྲུག་ཏུ་གཡོས་པ་ཟེར་སོང་ཡང་འདི་ན་བྱིངས་ཀྱི།

རྩོད་པ་རྩོད་འདོད་ཡོད་པ་ཡིན་ན་སུས་དངོས་སུ་སྟོན་ཞེས་དྲིས་པར་དེ་ནི་ཅན་ཨན་ལོ་བའི་ཕྱོགས་ཀྱི་ལམ་བུ་སོན་མྱུར་ཕེབས་པ་རེད་འོ་དེ་དྲིས་ནི་ད་ཡིག་འདི་འདྲ་བྲིས་ཡོད་པ་དེ་མུ་ཏིག་དང་ད་ཐུགས་རྒྱལ་ནག་པོས་ཨ་ནི་མཐོང་བ་ཡིན་ཙང་ལོ་བའི་ཕྱོགས་ཀྱི་ལམ་བུ་ད་ལྟ་ག་ཚོད་རེད་རྩོད་པ་རྩོད་ནས་ཨ་ནི་མེ་མོའི་བདུད་བཞི་རུ་བཀོལ་བ་ལ་སོགས་པ་དོན་ཚོད་བཙལ་བ་རྣམས་དང་ཞིབ་ཕྲ་དེ་ཕྱིར་མ་གོ་རང་གི་ས་གཞིར་ཐོག་ལ་ཞུ་ཆོག་གི་རེད། འོ་དེ་འདྲའི་ཐོག་ནས་ད་ཡི་གེ་འདི་རྩོམ་པ་ཡིན་ཙང་ཨ་ནི་མུ་སྟེགས་ཐུགས་རྗེ་ནག་པོ་ད་ཁ་གསོ་རེད་ཁོང་ཁྲོ་ཟ་ཐག་ཆོད་ནས་ཨ་ནི་ཁ་ནས་ཁ་བརྡ་མེད་པར་བྱས་སློབ་དཔོན་རེད་ཆོག་གི་ལམ་བུ་ད་ཆོས་གོས་ལ་སོགས་པ་དེ་འདྲས་ཚིག་པ་ཡིན་པ་ཡིན་ཙང་ཨ་ནི་སློབ་བའི་ཆོས་གོས་ལམ་བུ་ཐུགས་ཧ་ཅང་སྐྱོ་བོ་ཆོག་ནས་ཨ་ནི་སེམས་ཀྱིས་སྟོང་ཡ་རེད་ད་དེ་འདྲས་ཀྱི་གོ་བརྩམས་པའི་སྐབས་ལ་ཨ་ནི་ཇི་ཚོད་སྦྱིན་པ་ཡང་གི་ཞལ་བསྟར་ནས་ཨ་ནི་སེམས་ཀྱིས་བཏང་ཡ་སོགས་པ།

ཀུན་དེ་རལ་གྲི་རེངས་པ་སྣར་དཔྱངས་ནས། རྩོད་པའི་སྟོན་ས་མུ་ཏིག་དཀར་དང་བཞི་གྱེས་ཏེ་འདེགས་པའི་ཕྱོགས་ཀྱི་གླང་པོ་དུས་གསུམ་མ་ན་ཤེས་རེག་ཨོ་ད། ཇི་སྲིད་འཇམ་པའི་དབྱངས་ཀྱི་ཨེ་ནི་རྩོལ་བའི་ཕྱོགས་ཀྱི་གླང་པོ་ལས་རྗེས་སུ་བཟུང་བ་ཨོ་ད་དེའི་མཛད་པ་རྣམ་དག་གི་མཚོན་བྱེད་ལ་ཡང་ཨེ་ནི་ནང་དགའ་དེ་ཇི་སྲིད་འཇམ་པའི་དབྱངས་ཀྱི་སྐུ་བརྙན་ཡོད་པ། ནི་ཇི་སྲིད་འཇམ་པའི་དབྱངས་ཀྱི་ད་ལྟ་ཀུན་དུས། རྩོམ་ནི་མ་འོངས་པ་ལ་ཡང་ཨེ་ནི་བསྟན་པ་དང་དེ་འདྲ་གི་སེམས་ཅན་གྱི་མིག་ཏུ་གྱུར་པ་འདྲ་པོ་ཞིག་ཡོང་གི་རེད་བྱས།

ད་ལྟ་ཨ་རྒྱ་ཡོངས་འཛིན་ཨ་ཆོས་ལོ་སར་བསྟན་པའི་རྒྱལ་མཚན་མཆོག་དེ་གཅིག་སྟོང་དགུ་བརྒྱ་བཅུ་ལོ་ལ་སྐུ་འཁྲུངས་ནས་ཨ་ནེ་གཅིག་སྟོང་དགུ་བརྒྱ་ཞེ་བཞི་ཞབས་བརྒྱད་དང་ཞབས་དགུ་དེ་གཉིས་གང་རུང་ཕྱིར་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་ལྟེ་བ་དེ་ཨ་ཆོས་ལོ་སར་བསྟན་པའི་རྒྱལ་མཚན་གྱི་གསུང་འབུམ་པོད་ཉག་པ་དེ་རེད། དེའི་ཤིང་པར་གྱི་ད་ལྟ་ཤོག་གྲངས་བཅུ་དགུའི་རྒྱབ་ཤོག་ཨ་ནེ་ཡིག་འབྲེལ་དང་པོ་ནས། ཐུབ་བསྟན་དཔལ་ཚུར་འཇིགས་མེད་སྟག་རོལ་བཞིན་ལོང་མའི་ཚལ་བྱམས་ཆོས་ཀྱི་གླང་པོ་ཞེས་གྲགས་པ་ཕ་ཡུལ་མཁས་མང་མཐའ་དག་གི་མགྲིན་པའི་རྒྱན་དུ་བྱས་ལ་ཕྱག་འཚལ་ལོ། ཅེས་རེ་འོ་ད་དེ་འདྲ་གི་ད་སྔགས་པ་ཚེ་ཡི་སློབ་པའི་ཕྱོགས་ཀྱི་གླང་པོ་འདི་ད་ག་ཚོད་རེད། ཁོ་རང་ད་སློབ་པའི་ཕྱོགས་གླང་རང་ཉིད་ཀྱིས་མཛད་པའི་དཔེར་ན་ཚད་མ་ཀུན་ལས་འདས་པའི་འགྲེལ་པ་འོ་དེ་ལས་མཚོན་པ་ཡིན་ན་ད་ཚང་མ་ཀུན་འདུས་ཀྱི་འགྲེལ་པ་དེ་ང་ཚོ་རྒྱ་གཞུང་ཡིན་མིན་ད་རྒྱ་གཞུང་ནང་ལ་ནས་བསྟན་རྒྱུ་ད་བསྟན་རྒྱུ་ནང་ནས་བསྟན་རྒྱུ་དཔེ་བསྡུར་མ་བྱས་པ་ཡིན་ན་འདི་ཚན་དེ་ཚན་མ་རེད་ཚང་མ་པོས་ཅར་རམ་ཅི། དེབ་གཟུགས་སྔོན་དུ་བཏང་བ་ཡིན་ན་དེ་དགུ་བཅུ་གོ་བདུན་པ་འདིའི་ཤོག་གྲངས་དྲུག་ཅུ་རེ་གསུམ་གྱི་ནང་ལོགས་ལ། དབེན་རེ་རྩོད་པ་བསྒྲུབ་པ་ནི་སློབ་དཔོན་དབྱིག་གཉེན་གྱིས་མ་ཡིན་ནོ། གང་གི་ཕྱིར་རྩོལ་བ་གྲུབ་པ་དེ་ལ་ནི་སློབ་དཔོན་གྱིས་སྙིང་པོ་མེད་པར་དགོངས་པ་སྟེ་དེ་ལྟ་མ་ཡིན་ན་ཆ་ཤས་ཅན་དུ་མཛད་པར་འགྱུར་རོ། དེས་ན་ཁོ་བོས་ཀྱང་ཚད་མ་ལ་སོགས་པ་ཅུང་ཟད་ཅིག་བརྟག་པར་བྱའོ། ཅེས་འདི་གསུངས་པའི་རིགས་འདི་གསུམ་མོ་ནང་བཞིན་བཤད་ནས་ད་འདི་རྣམས་ལ་གསལ་བར་བཤད་ཅེས་པ་ན་སློབ་པའི་དབྱིངས་ཉིད་ཀྱི་ནི་ཞེས་པ་བཀོད་ཡོད་པ་ཡིན་ཙང་སློབ་པའི་ཕྱོགས་གླང་རང་ཉིད་ཀྱིས་མཛད་པའི་བསྟན་བཅོས་ནང་ལོགས་ལ་སློབ་པའི་དབྱིངས་ཉིད་ཀྱི་མཚན་གསལ་བ་ཡིན་པས་ཙང་སློབ་པའི་དབྱིངས་ཉིད་ཀྱི་རྗེས་སུ་བྱོན་པ་དེ་ཧ་ཅང།

འོ་དེས་ན་ལ་ལ་དེ་ཉིད་ཡི་ཕྱིར་སློབ་དཔོན་གྱི་ཐུགས་དགོངས་མི་ཤེས་ཤིང་དོན་གྱི་དེ་ཁོ་ན་ཉིད་ངེས་པར་ཟིན་པ་མེད་པར་ཡི་གེ་ཙམ་ངེས་པས་འཇིག་པར་འགྱུར་བ་རྣམས་ཀྱིས་འཇིག་རྟེན་ལས་འདས་པའི་ཆོས་འདི་ཡོངས་སུ་སྤངས་སམ། སྤངས་པས་དེའི་ཕྱིར་བསྟན་བཅོས་ཀྱི་དོན་གྱི་དེ་ཁོ་ན་ཉིད་ཕྱིན་ཅི་མ་ལོག་པར་བསྟན་པར་བྱ་བའི་ཕྱིར་དབུ་མའི་བསྟན་བཅོས་ལ་འཇུག་པ་འདི་བྱ་བ་ཡིན་ནོ་ཞེས་བཤད་པ། དེའི་ཞུ་སྒོ་འདི་ལ་ད་ཚིགས་བཅད་གཅིག་གསུངས་ཡོད་རེད། ཚིགས་བཅད་འདིས་ཀླུ་སྒྲུབ་བློ་གཟུ་ཤིན་ཏུ་རྒྱ་ཆེ་ཁ་དོག་གིས་འཇིགས་པའི་སྐྱེ་བོ་ལུག་ཟ་གང་དག་རྒྱང་རིང་སྤངས་པ་དེ་ཡི་ཚིག། ལེའུ་རུ་བྱས་པའི་ཁ་བའི་སྐུ་མེ་ད་བྱེ་བས་ཆུད། ད་ལྟ་ཟླ་བ་གྲགས་པ་རི་རྣམས་རབ་ཏུ་སྐོང་བར་བྱེད། དེ་བཞུགས་དེ་ལ་གལ་ཏེ་གནས་དེའི་དབྱིག་གཉེན་དང་ཕྱོགས་ཀྱི་གླང་པོ་དང་ཆོས་སྐྱོང་ལ་སོགས་པ་བསྟན་བཅོས་རྣམས་ཀྱི་མཛད་པ་པོ་བྱོན་ཟིན་པར་གྱུར་པ་དེ་དག་གིས་ཀྱང་ཡི་གེ་ཙམ་ཐོས་པས་འཇིགས་ཏེ། རྟེན་ཅིང་འབྲེལ་པར་འབྱུང་བའི་དོན་ཕྱིན་ཅི་མ་ལོག་པ་སྟོན་པ་འདི་ཡོངས་སུ་སྤངས་སམ་ཞེ་ན་དེ་སྐད་དུ་སྨྲའོ་ཞེས། གསུངས་ཡོད་རེད་འོ་ད་དེ་ལ་བརྟེན་ནས་དཔལ་ལྡན་ཟླ་བ་གྲགས་པའི་སྔོན་དུ་ཨ་ནི་མགོན་པོ་ཀླུ་སྒྲུབ་དང་སློབ་དཔོན་དབྱིག་གཉེན་དང་སློབ་དཔོན་ཕྱོགས་ཀྱི་བླངས་འཁོར་དང་དཔལ་ལྡན་ཆོས་སྐྱོང་འོ་ད་མཁས་པ་དང་ཚོ་བྱོན་ཟིན་པར་གསལ་ཡོད་པ་ཡིན་ཙང་ཨ་ནི་སློབ་དཔོན་ཕྱོགས་ཀྱི་བླངས་འཁོར་དེ་ཨ་ནི་དཔལ་ལྡན་ཟླ་བ་གྲགས་པའི་སྔོན་ལ་ཡང་ཨ་ནི་བྱོན་ཟིན་པ་དེ་གསལ་ཡོད་རེད་ཡིན་པ་ཡིན་ནས་ད་ཨ

ལ་ནི་སྐྱེ་འགྲོ་ཆོས་ཉིད་ཀྱི་གསོལ་འདེབས་དེའི་ཁུངས་འདི་ལྟར་འདུག་བཙུན་པ་དཀོན་མཆོག་འཇིགས་མེད་དབང་པོའི་གསུང་འབུམ་པོད་ཉག་དེ་རེད་དེའི་བསྟོད་ཚོགས་ཀྱི་དཔེ་རིང་ཤོག་གྲངས་གསུམ་སོ་གཅིག་གི་རྒྱབ་ཤོག་ཡིག་འབྲེལ་དྲུག་པ་ནས། ཡང་ན་རྒྱལ་བསྟན་ངག་གི་མཚོན་ཆའི་ལམ་ལ་བགྲོད། དྲི་མེད་མཚན་དཔེའི་རྟ་མཆོག་མདུན་ལ་གནས། མ་རིག་ཐུན་གསུམ་དྲུང་ནས་འབྱིན་བྱེད་པ། ཕྱོགས་ཀྱི་གླང་པོ་པདྨའི། ག་ས་ཕྱོགས་ན་པདྨའི་གཉེན་ལ་གསོལ་བ་འདེབས་ཅེས་གསུངས་པ་ན་ཤེལ་སློབ་དཔོན་ལ་ཕྱོགས་ཀྱི་གླང་པོ་པདྨའི་གཉེན་མཆོག་དེས། སྤྱི་བོ་འགའ་རྒྱ་གར་འཕགས་པའི་ཡུལ་ལ་སྤྱད་ལ་དུས་རབས་ག་དུས་བྱོན་མ་བྱོན་གྱི་སྐོར་ལ་ཡང་རྒྱ་གར་འཕགས་པའི་ཡུལ་ལ་ཆ་མཚོན་པ་ཡིན་ན་ཨ་ནི་སྙན་ངག་མཁན་ད་སྙན་ངག་གི་མཁན་པོ་སློབ་དཔོན་ནག་མོ་ཁོས་དང་ཨ་ནི་དུས་མཉམ་ལ་ཡང་ཨ་ནི་བྱོན་པ་རེད་དེ་བྱོན་པའི་སྐོར་དེར་ཡང་ཨ་ནི་གཏམ་རྒྱུད་སི་དྷར་མེ་ན་ར་ལ་གསལ་ཡོད་རེད་ཨ་དེ་གཏམ་རྒྱུད་སི་དྷར་མེ་ན་ར་ལ་གསལ་བ་གཞི་ཆགས་བྱས་པ་ཡིན་ན་ད་འགའ་ཤས་ཀྱིས་སྙན་ངག་མཁན་པོ་སློབ་དཔོན་ནག་མོ་ཁོས་གིས་མཛད་པའི་ད་ལྟ་སྤྲིན་གྱི་ཕོ་ཉའི་ནང་ལོགས་ལ་ཨ་ནི་སློབ་པའི་མཆོག་ནང་དང་དུས་མཉམ་ཡིན་པ་དེ་གསུངས་ཡོད་རེད།

ཀྱེ་ཁྱོད་རྣ་བར་བཟུང་བ་ཚོས། ཤིན་ཏུ་ངལ་ཞིང་རབ་ཏུ་ངལ་ཚེ་རི་བོའི་རྩེ་ལ་རྐང་བསྐོས་ངལ་བ་བསལ་ནས་ཤིག། གང་དུ་སྐོམ་ཞིང་ཤིན་ཏུ་སྐོམ་ན་ཉུང་ངུའི་ཆུ་དང་ཆེ་བའི་མཚོ་ལའང་ལྟུང་བར་བྱ། ནི་ཚུར་ལ་ནི་སྲེད་པས་གནས་དེ་ལས་ནི་ཁྱོད་ལང་ཁ་ལ་བྱང་དུ་འདོང་ཆོག་ཚོས། ཕྱོགས་ཀྱི་གླང་པོ་རྣམས་ཀྱི་ལག་པ་མཆེ་བས་བཅིངས་པའི་ལམ་ནི་ཡོངས་སུ་དོར་བར་གྱིས། རི་ཡི་རྩེ་མོ་འཕྲོག་ནས་དྲི་བཞོན་འགྲོའམ་ཆུ་འཛིན་ལག་ནས་འགྲོ་བ་ཅི་ཞིག་ཐེ་ཚོམ་གྱུར། གུར་ནས་གྲུབ་པའི་བུད་མེད་རྣམས་ཀྱིས་གྱེན་ཐོག་བལྟས་ཏེ་འཇིགས་ཤིང་སྐྲག་པའི་རྨོངས་པ་གྱུར་ཅེས་གསུངས་ཡོད་རེད། ཨོ་ཞེས་གསུངས་པ་ནི་ནི་ཙུ་ལ་རྒྱ་ལྕང་གསར་པའི་སྙེ་མ་དམར་པོས་གང་བའི་གནས་ར་མའི་རེའུ་འདི་ནས། ཆུ་ཚན་ཁྱོད་གཉིས་ལངས་ཏེ་བྱང་དུ་བདག་གི་དགའ་མ་གནས་པའི་ཡུལ་གྱི་མཁའ་ལ་དོང་ཕྱོགས་ནས་ཕེབས་པའི་ལམ་དུ་ས་སྲུང་བུ་དང་པད་དཀར་ཅན་དང་གཡོན་ཕྱོགས་དང་ས་མོད་དང་གསལ་བྱེད་དང་མེ་ཏོག་གཟུགས་ཅན་ས་ཀུན་བྲག། ཆགས་འཛེག་བཅས་ཕྱོགས་ཀྱི་གླང་པོ་ཞེས་བྱ་ད་འདི་བརྒྱད་དེ་ལས། ཨེ་ནི། མཆོག་གི་གླང་པོ་རྒྱལ། ཅེས་ཞུ་གི་ཡོད་རེད། འོ་དེ་འདྲ་ཡིན་དུས་ད་སྤྱི་ཡོངས་དེ་ལས་ང་ཚོ་དུང་དཀར་ཚིག་ལུ་ནང་བསྡད་པ་ཡིན་ན་བྱང་དུ། ཨེ་ནི། ག་ཟེ་ད། དང་པོ་དེ་ལས་ཤར་དུ་ས་སྲུང་བུ། གཉིས་པ་དེ་ལས་ཨེ་ནི། ཤར་ལྷོ་དེ་ལས་པད་མ་དཀར་པོ། གསུམ་པ་དེ་ལས་ཨེ་ནི་སོག་ལེའི་གཡོན་ཕྱོགས། བཞི་པ་དེ་ལས་སོག་ནུབ་ལས་ཨེ་ནི་ས་ར་དཀར། ལྔ་པ་དེ་ལས་ནུབ་ཏུ་གསལ་བྱེད་དྲུག་པ་དེ་ལས་ཨེ་ནི་བྱང་ནུབ་བྱང་དུ་མེ་ཏོག་གསུར་ཅན། ཨེ་ནི་བདུན་པ་དེ་ལས་བྱང་དུ་ས་ཁུལ་བྲག་བརྒྱད་པ་དེ་ལས་བྱང་ཤར་ལས་ཆར་རྩི་བྱེད། དེ་བརྒྱད་དེ་ལས་ཨེ་ནི་མཆོག་གི་གླང་པོ།

གླང་པོ་ས་རྐུན་དག་གི་ལག་པ་ཆེ་བས་བཅིངས་པ་ལམ་སྟེ་གླང་པོ་རྣམས་ཀྱི་ལག་པ་རྡོས་ཤིན་ཏུ་ཆེ་བ་དལ་བུར་གཡོ་ཞིང་ཕྱོགས་དང་མཚམས་སྲུང་བར་མེད་ཚེ་བྱེད་པའི་འགྲོ་ལམ་ལས་ཡོངས་སུ་དོར་བ་སྟེ་དེ་ལས་འཛུལ་བར་གྱིས་ཤིག་དེ་ལྟར་བྱེད་དགོས་པའི་རྒྱུ་མཚན་ནི་གནོད་སྦྱིན་གྱི་རྗེ་བོས་གནས་ནས་བསྟོད་པའི་ཉེས་པ་ཅན་དག་གི་འཕྲིན་ཁྱེར་བ་ཕྱོགས་ཀྱི་གླང་པོ་རྣམས་ཀྱིས་ཤེས་ན། ཁྱོད་ཉིད་བཀག་ནས་རང་གི་སེམས་པའི་ཕྱོགས་སུ་བསྐྱོད་དུ་མི་འཇུག་པས་དེ་ལ་ངེས་པར་དུ་ཡིད་འཇོག་གནང་དགོས་ཆེ། འོ་དེའི་གསལ་བྱ་ད་འདི་ད་ནི། ད་ལྟ་དོན་གྱི་ཚིག་འདི་རིང་པོ་རེད་ད་འདི་ད་ཡང་དྲ་ཚོམ་ད་ལྟ་དགུ་ཚིགས་མ་སྤེལ་བའི་ནང་ལ་བལྟས་པ་ཡིན་ན། ནི་ཙུ་ལ་ཀྱེ་འདི་ནས་བྱང་ཕྱོགས་ཤིག། ཕྱོགས་ཀྱི་གླང་པོའི་ལམ་ལ་ཟུར་ཞིག་ཀྱེ། ཅི་སྟེ་གངས་རིའི་དུམ་བམ་ཆུ་འཛིན་སྤྲོ། ཅི་སྟེ་ལྷ་མོ་བཀྲ་ལ་དོགས་མི་འཚལ། པ་འདི་ཡིས་ད་ལྟ་ནོར་བྲང་ཨུ་རྒྱན་ལགས་ཀྱིས་བསྩལ་པའི་ད་ལྟ་བཀྲིས་འདི་བུ་སྙན་བརྒྱད་པ་ཨ་ནེ་ངོ་མཚར་དགའ་སྟོན་ནང་ལ་གསལ་བཞག་ད་ངོ་མཚར་དགའ་སྟོན་གྱི་ཁུངས་འདི་ད་ལྟ་བཀྲིས་བརྒྱད་པ་ངོ་མཚར་དགའ་སྟོན་འདི་ཡིས་ད་ལྟ་ཀྲུང་གོའི་བོད་རིག་པ་དཔེ་སྐྲུན་ཁང་ནས་ཉིས་སྟོང་བཞི་ལོ་ལ་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་སུམ་ཅུ་ཐམ་པའི་ནང་ལ་གསལ་བ་འདི་རེད། འོ་ད་དེའི་ནང་ལ་གསལ་བ་གཞི་ཆགས་བྱས་པ་ཡིན་ན་སློབ་དཔོན་མཆོག་གི་གླང་པོ་ཨ་ནེ་བཞུགས་ཡུལ་ནས་གང་དག་བསྐོར་བཅས་གཡོལ་བཅས་ཨ་ནེ་བསྐྱོད་དགོས་པ་གསུང་གི་ཡོད་རེད།

ཨོ་ལགས་སོ་ད་དེ་ཡན་ཆད་དེ་ག་ད་རྒྱ་གར་བོད་པའི་ཡུལ་གྱི་རང་རེའི་མཁས་པ་རྣམ་པ་ཚོས་དང་ཁོང་རྣམ་པ་ཚོས་གཞུང་ལུགས་ནང་རོལ་ལ་སློབ་པའི་ཕྱོགས་ཀྱི་ལམ་གྱི་དུས་རབས་ག་དུས་བྱོན་མ་བྱོན་ཨོ་ད་དེའི་སྐོར་དེ་གསལ་བ་ག་ད་གསུམ་སོ་ཞིག་རེད་ཨོ་དེ་གསུམ་དེ་ཤུལ་ཟིན་པ་བྱས། ད་དེ་ནས་གཉིས་པ་དེ་བོད་ཀྱི་མཁས་པས་ཨེ་ནི་སློབ་པའི་ཕྱོགས་ཀྱི་ལམ་གྱི་སྤྱི་ལོའི་དུས་རབས་ག་དུས་བྱོན་མ་བྱོན་ཨོ་དེའི་སྐོར་ག་རེ་གསུངས་པ་ད་གཞུང་དོན་དུ་རང་གསལ་བ་དེ་ཤེས་བྱ་བྱས་ནས་མུ་རུ་ཤོད་བྱས། ད་དེ་ལ་ཡང་ཐོག་མར་ང་ཚོ་ཀུན་མཁྱེན་རིག་པ་འཛིན་པ།

ཨ་ནི་སློབ་དཔོན་ཕྱོགས་གླང་གི་སྤྲུལ་པ་དེ་ལ་ཕྱོགས་ཕྱོགས་ཀྱི་འཁོར་ལོས་རབ་གང་བའི་སྐུ་ལྔའི་རི་དྭགས་གང་ཇི་སྙེད། རིག་པའི་མཆེ་བས་རབ་བཅོམ་པའི་གླང་པོ་ཆེ་དེར་གུས་ཕྱག་འཚལ་བྱས། འོ་ད་དེ་ལྟ་བུའི་སྤྲུལ་པ་སྟོད་ཆ་ཟ་ཡུལ་གྱི་སློབ་དཔོན་ཕྱོགས་ཀྱི་གླང་པོ་ཆེ་ལུས་དུས་རབས་ག་དུས་རྒྱ་གར་ཕ་བུ་ཡིད་ལ་ཡ། ཨ་ནི་བྱོན་མ་བྱོན་དེའི་སྐོར་དེ་ད་བོད་ཀྱི་མཁས་པ་དང་སྒྲུབ་པ་ཨ་ནི་སློབ་དཔོན་རྣམ་པ་ཚོའི་ཤི་ཚུལ་སྐོར་དེའི་ཤོད་བྱས་ད་དེ་བོད་ཀྱི་མཁས་པའི་ཤི་ཚུལ་ལ་མཚོན་པ་ཡིན་ན་ཐོག་མར། ཁྱོད་རང་རྗེ་བཙུན་ཏཱ་ར་ནཱ་ཐར་བཙས་པའི་རྒྱ་གར་ཆོས་འབྱུང་ནང་ལ་བཞག་པ་དེ་ཡེ་ཤུ་ཡ་ཅེ། ད་ཁྱོད་རང་རྗེ་བཙུན་ཏཱ་ར་ནཱ་ཐར་ཆོ་བ་དེ་གཅིག་སྟོང་ལྔ་བརྒྱ། བདུན་བཅུ་དོན་ལྔ་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་དྲུག་བརྒྱ་སུམ་ཚོ་བཞི་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་བཙས་པའི་ད་ལྟ་རྒྱ་གར་ཆོས་འབྱུང་གི་ཁུངས་དེ་ད་ལྟ་སི་ཁྲོན་མེ་རི་དཔེ་སྐྲུན་ཁང་ནས་ནས་དགུ་བཅུ་གོ་བཞི་ལོ་ལ་པར་རིས་ཞུས་པའི་དེ་གཟུགས་ཀྱི་ཤོག་གྲངས་བརྒྱ་དང་དྲུག་ཅུའི་ནང་ལོགས་ལ་ཨ་ནི་སློབ་དཔོན་དབྱིག་གཉེན་གྱིས་ད་ལྟ་སྐུ་ཚེ་སྨད་ཀྱི་དུས་ལ་ཡང་ཨ་ནི་རྒྱ་གར་གྱི་ད་ལྟ་རྒྱལ་པོ་ཟབ་མོའི་ཨ་ནི་ཆོས་འདི་ཉེ་སྔ་ལས་བལྟས་པའི་འོག་ལ། རྒྱ་གར་གྱི་ནུབ་ཕྱོགས་དང་ན་མ་རུའི་རྒྱུད་ལ་ཡང་སྐྱེས་པ་རྒྱལ་པོ་ཤྲཱི་རི་ཧ་ཤ་སེ་ཡ་འདིས། ཁོ་རང་གི་ལས་ཀྱི་སྟོབས་ཧ་ཅང་གི་ཤུགས་ཆེན་པོ་བྱུང་བ་རེད། ནུབ་ཕྱོགས་ཀྱི་རྒྱལ་ཁམས་ཚང་མ་ལོ། སློབ་དཔོན་ཁ་སར་རྒྱལ་པོ་ཤྲི་རི་ཧ་ཤས་དབང་བསྒྱུར་བྱས་ཕྱིས་སུ་སངས་རྒྱས་ཀྱི་བསྟན་པ་ལ་ཡང་དད་པ་ཐོབ་ཅེས་སློབ་དཔོན་ཡུལ་འདས་པོས་ཁོ་རང་གི་བླ་མ་ལ་ཡང། གོས་སྐུ་དང་སྐུ་བ་དེ་འདྲའི་ཚེ་བྱུང་བ་རེད། འོ་ན་དེ་འདྲའི་ཚེ་ནི་རྒྱལ་པོ་ཤི་རི་ཧ་ཤས་རྒྱ་གར་ལ་ཡང་དབང་བསྒྱུར་བྱས་པའི་དུས་ཚོད་དེ་འདྲའི་ཅིག་གི་ཨ་ནི་མཚམས་ལ་ཡང་རྒྱ་གར་ཤར་ཕྱོགས་ལ་ཡང་རྒྱལ་པོ་ཐ་མདའ་བི་ཀྱ་ཙན་དྲ་སེ་དེའི་བུ་རྒྱུད་ལ་ཡང་རྒྱལ་པོ་བི་ཀ་མ་ཙན་དྲ་སེ་ཅིག་བྱུང་ཨ་ནི་དེའི་བུ་ཐ་མདའ་ཀ་མ་ཙན་དྲ་སེ་དེ་གཉིས་ཀྱིས་ཨ་ནི་རྒྱ་གར་འཕགས་པའི་ཡུལ་ལ་ཡང་ཨ་ནི།

དེའི་སྲས་གཉིས་པོ་དེ་ཡང་ང་ཚོ་ནང་པར་ཞུགས་རྗེས་ནང་པའི་དཀོན་མཆོག་གསུམ་ལ་ཡང་སྐྱབས་སུ་འགྲོ་མཁན་དང་ག་ཚོད་ལ་དད་པ་བྱེད་མཁན་དེ་འདྲ་མ་རེད། ཡིན་པས་ཡང་དག་ཕྱི་ནང་གཉིས་ཀ་ལ་མཆོད་པ་དང་སྙིང་བོ་བྱེད་ལ་སོགས་པ་ཨ་ནེ་ལྷག་པར་དུ་ཕྱི་རོལ་པའི་ད་ལྟ་སྤྱིལ་བུ་པ་ལ་ཡང་དམིགས་བསལ་གྱི་ཐ་དད་པ་དང་མོས་པ་ཡོད་པ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། སྐབས་དེ་དུས་ད་ལྟ་ཁ་ཆེའི་ཡུལ་ལ་ཡང་རྒྱལ་པོ་དང་ད་མང་པོས་བཀུར་བ་དེ་ཡོད་རེད་ཅེས་ཡོངས་སུ་གྲགས།

ཨ་ནི་ཁ་ཆེའི་ཡུལ་ལ་ཡག་དང་ལ་བཙུན་པ་ཀུན་འདུས་སྤང་གི་ཨ་ནི་འགྲོ་བའི་དོན་ཧ་ཅང་གི་རྒྱ་ཆེན་པོ་མཛད་ཡག་ཨ་ནི་སློབ་དཔོན་ཆོས་འབངས་ཀྱི་ཡུལ་ཐམས་ཅད་ལ་ཡག་ཨ་ནི་ཕག་ཚོགས་ཕེབས་བྱེད་ཨ་ནི་ཆོས་སྟོན་ཡང་ལ་སོགས་པ་འདི་འདྲ་གི་ཨ་ནི་མཛད་པ་ཁྲི་ལས་བསྐྱངས་པ་དེ་ཚོ་རེད་ཟེར་ནས་རྒྱ་གར་ལྷོ་ཕྱོགས་ལ་ཆ་མཚོན་པ་ཡིན་ན་ཨ་ནི་ལྷོ་ཕྱོགས་ཀྱི་རྒྱུ་ལ་ཡག་དང་ལ་སློབ་དཔོན་སངས་རྒྱས་བསྐྱངས་ཨ་ནི་བྱོན་བྱས་དེའི་རྗེས་ལ་ཡག་ཨ་ནི་སློབ་དཔོན་ལེགས་ལྡན་དང་སློབ་དཔོན་རྣམ་གྲོལ་སྟེ་རྣམ་པ་གཉིས་ཀྱི་ཨ་ནི་སྐུ་ཚེ་སྟོད་ཀྱི་དུས་ཚོད་ཡིན་བྱས།

ད་འདི་ན་བཞིན་ད་ལྟ་པཎ་ཆེན་ཀུན་དྲིལ་མགུར་པ་པཎ་ཆེན་ཐུབ་བསྟན་ཆོས་ཀྱི་ཉི་མས་མཛད་པའི་འཛམ་གླིང་སྤྱིའི་ཆེས་རྒྱན་སྤྲུལ་མཆོག་གཉིས་ལ་སོགས་པ་ཨ་ནི་འཕགས་བོད་ཀྱི་དཔོན་རིགས་ཆེན་པོ་འགའ་ཞིག་ལས་གསོལ་བ་འདེབས་པའི་རིམ་པར་ཕྱེ་བ་ཕུལ་བྱུང་དེབ་འདི་ཡན་ཞུ་ག་དེའི་ནང་དེ་རེ་ཟུང་བཞག་ད་པན་ཆེན་ཀུན་དྲིལ་མགུར་པ་ཆེ་བ་འདི་ཆིག་སྟོང་བརྒྱད་བརྒྱ་བརྒྱད་བརྒྱ་གསུམ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་དགུ་བརྒྱ་ཨ་ནི་གསུམ་སོ་བདུན་ལོ་ལ་དགོངས་པ་བསྩལ་བ་པོ་རེ་ཁོང་གིས་བསྩལ་བའི་ད་ལྟ་བསྟོད་པ་ཕུལ་བྱུང་དོན་ལྡན་མའི་ཁུངས་དེ་པན་ཆེན་ཨ་ནི་ཆོས་ཀྱི་ཉི་མའི་གསུང་འབུམ་པོད་ཁ་བ་དེ་རེད་ད་ལྟ་བཀྲ་ཤིས་རིན་པོའི་པདྨའི་དེའི་དཔེ་རིང་གི་ཤོག་གྲངས་དང།

ཁོང་གིས། ད་ལྟ་པི་ལིང་གི་ཤོག་གྲངས་གསུམ་གསོ་སྐྱོང་གི་འདོད་ཕྱོགས་ཡིན་ཁྲི་ལྔ་པའི་ནང་ལོགས་ལ་ཨ་ནི་སྐབས་དེ་དུས་གློ་བོའི་དབྱིངས་ཉིད་ཀྱི་ཨ་ནི་མཚན་མ་དང་མངོན་པ་དང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དང་དུ་བ་འོ་དོན་གཙོ་ཨ་ནི་མ་ཤེས་སའི་སློབ་མ་རང་ལས་མཁས་པར་གྲགས་པའི་ཨ་ནི་སློབ་མའི་གཙོ་བོ་ཞི་བྱུང་བ་རེད་ཞི་བྱུང་བའི་ནང་ལ་ནི་ཨ་ནི་མཚན་མ་རང་ལས་མཁས་པ་ཨ་ནི་འཛམ་གླིང་མཛེས་པར་བྱེད་པའི་རྒྱན་དྲུག་གི་ནང་གསེས་ཨ་ནི་བྱུང་བྱེད་པའི་སློབ་མའི་མཆོག་གི་གླང་པོ་འདི་བསྟན་པ་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་དགུ་བརྒྱ་ལྷག་ཙམ་གྱི་དུས་ལ་ཡང་རྒྱ་གར་འཕགས་པའི་ཡུལ་ལ་ཡང་འཕགས་པ་ཀུ་རུ་ཀུ་ལི་རང་བྱུང་དུ་བཞུགས་པས་རི་དང་ཐག་ཉེ་བོའི་རྒྱ་གར་ལྷོ་ཕྱོགས་ཀྱི་རྒྱུད་ལ་ཡང་རིགས་ཀྱི་ན་ར་ནས་མཆོག་ཏུ་གྱུར་པ། བྲམ་ཟེའི་རིགས་ལ་ཡང་སྐུ་འཁྲུངས་པ་རེད། འོ་དེའི་སྲུང་མ་ན་ཤན་ཆད་ད་ཡོངས་གྲགས་སློབ་པའི་ཕྱོགས་ཀྱི་གླང་པོ་དེ་སློབ་པའི་དབྱིག་གཉེན་གྱི་རང་ལས་མཁས་པའི་སློབ་མ་བཞིའི་ཡ་གྱལ་ཚད་མ་རང་ལས་བརྒལ་བ་དེ་ཡིན་པར་གསུངས་པ་ཡིན་ཙང་སློབ་དཔོན་དབྱིག་གཉེན་གྱི་རྗེས་སུ།

དཔལ་ས་སྐྱ་པའི་མཁས་པ་འགའ་ཤས་ཀྱིས་རྣམ་པ་ཐར་པ་པོས་གཉིས་པ་དེ་ནི་པོད་ཁ་པ་དེའི་དཔེ་རིང་གི་ཤོག་གྲངས་ལྔ་པའི་འདེགས་ཤོག་ཡིག་འབྲི་ལྔ་པ་ནས་འཆད་པར་བྱེད་ཀྱིན་ནི་ག་རེ་གསལ་ཡོད་རེད་ཟེར་ལབ་པ་ཡིན་ན་སློབ་དཔོན་མཆོག་གླང་དང་ནི་མགོན་པོ་ཀླུ་སྒྲུབ་སློབ་དཔོན་ཨ་ཡ་སྟེ་བ་གསུམ་རྣམ་པ་གསུམ་གྱིས་ནི་ཤིང་གི་ལྷ་མོ་དང་འདྲ་བའི་འོད་ཆང་མའི་གྲོང་ལ་སྐབས་དེ་དུས་ནི་མཉམ་དུ་བསོད་སྙོམས། ཞུ་བ་ཕེབས་པ་རེད། སྐབས་དེ་དུས་སློབ་དཔོན་ཕྱོགས་གླང་ལི་ཡ་ཤིང་གི་ལྷ་མོས་ལུས་མ་བསྟེན་པར་བྱས། ད་ལྟ་བློ་གར་ནས་ལག་པ་བསྟན་བྱས་གསོན་ཉུང་ཕེབས་པ་རེད། དེ་ནས་ཀོང་པོ་ཀླུ་སྒྲུབ་ལ་ཕྱག་ཡས་མ་ཚར་བར་བྱས་རྗེས་ལུས་ཕྱེད་ཀ་ཙམ་ཞིག་བསྟེན་ནས་སློབ་དཔོན་ཀླུ་སྒྲུབ་ལས་གསོན་ཉུང་ཕེབས་པ་རེད། སློབ་དཔོན་ཨ་ཡ་སྡེ་བ་ལ་ཤིང་གི་ལྷ་མོ་འོད་འཆང་མས་ལུས་ཕྱག་ཚང་ལོག་བསྟེན་ནས་ཕྱག་ཡས་ཚལ་ནས་གསོན་ཉུང་རིམ་པར་བྱས་ནས་ཕེབས། ཨོ་གསོལ་ཉོན་རེ་འབའ་བྱས་ནས་ཕུལ་བ་རེད། ཨ་ནི་སྐབས་དེ་དུས་ཨ་ནི་སློབ་དཔོན་ཕྱོགས་གླང་གིས་ག་རེ་གསུངས་པ་རེད་ལབ་པ་ཡིན་ན་ཨ་ནི་སློབ་དཔོན་ཕྱོགས་གླང་དང། ང་ཚོ། ཁ་སུ་ར། མགོན་པོ་ཀླུ་སྒྲུབ་གཉིས་ང་གཉིས་གཉིས་རྒན་པ་རེད་དེ་ང་གཉིས་རྒན་པ་གཉིས་ལ་ཨ་ནི་ཤིང་གི་བླ་མ་ཁྱེད་རང་གིས་ཨ་ནི་ཕྱག་ཡ་ཚད་མ་སོང། ཨ་ནི་ལུས་ཆ་ཚང་ཡས་བསྟན་མ་བྱུང། སློབ་དཔོན་ཨ་ཡ་དེ་བ་དེས་ཨ་ནི་ང་ཕྱོགས་གླང་དང་མགོན་པོ་ཀླུ་སྒྲུབ་གཉིས་ལས་ཨ་ནི།

ཁོ་ཚོ་གསུམ་སྐུ་དུས་གཅིག་ལ་ཡང་ནི་ད་ཅི་གོང་ལ་ཞུས་པ་ནང་བཞིན་ད་ལྟ། ཤིང་གི་ལྷ་མོ་འོད་ཆགས་མའི་གྲོང་ལ་ཡང་ནི་བསོད་སྙོམས་ལ་སྐུ་དུས་གཅིག་ལ་ཕེབས་རྗེས། དེའི་ལོ་རྒྱུས་གྲྭ་ས་འདི་ཆོས་ལོ་དབུས་པའི་བླ་མ་བརྒྱུད་པའི་རྣམ་ཐར་ནང་ལ་གསལ་ཡོད་རེད་ད། ཡིན་པ་ཡིན་ནས། བྱས་ཙང་གོང་ལ་ཞུས་པ་ནང་བཞིན་རེད་བློ་དཔལ་ཕྱོགས་ནང་དང་དགོངས་པ་ཀླུ་རུ་ཡབ་སྲས་གཉིས་དུས་མཉམ་ལ་ཡང་བྱོན་པའི་སྐབས་དེ་དུས་ལོ་རྒྱུས་གསལ་ཡོད་པ་ཡིན་ཙང་བློ་དཔལ་ལྷག་པ་དང་བློ་དཔལ་ཕྱོགས་ཀྱི་གླང་པོ་དེ། ནི་རྒྱལ་སྲས་འཕགས་པ་ལྷ་ལས་ནི་རྒན་པ་ཡིན་པས། ལོ་རྒྱུས་སློབ་པའི་ཕྱོགས་ལྷང་རེ་ངེས་ཀྱིས་ཨེ་ནི་གསུངས་པས་དེའི་ལོ་རྒྱུས་དེ་གསལ་ཡོད་རེད། ཡིན་པས་ནི་སློབ་པའི་ཕྱོགས་ལྷང་དེ་སློབ་པའི་དབྱིག་གཉེན་གྱིས་ད་ལྟ་རང་ལ་མཁས་པའི་སློབ་མ་ཞིག་ཡར་རྒྱས་ཡིན་པ་དེ་གོང་ལ་ཞི་བ་ཐིམ་པ་རེད་ཅེས་ཞུས་པ་ན་ཞིག་མགོན་པོ་ཀླུ་སྒྲུབ་ཡབ་སྲས་དང་ལྷན་དུ་ཕྱིན་པའི་དུས་ཚེ་ལ་དཔྱད་པས་ཡིན་འགྲིག་ཐབས་ཡོད་མ་རེད། ད་མགོན་པོ་ཀླུ་སྒྲུབ་དང་སློབ་པའི་ཨ་ཡེ་སྡེ་བ་རྣམ་པ་གཉིས་དེ་བླ་མ་དང་སློབ་མ་ཡིན་པ་ཡིན་ཙང་ཁོ་གཉིས་གཉིས་སྐུ་དུས་གཅིག་ལ་གསོན་ཉུལ་ལ་ཕེབས་པ་ཡིན་ནས་ཁོ་དུས་ཚོད་འགྲིག་གི་ཡོད་རེད།

ད་ལྟའི་ནང་བཞིན་གྱི་ད་ལྟ། སྟག་ཚང་རྫོང་པ་དཔལ་འབྱོར་རྒྱ་མཚོས་མཛད་པའི་རྒྱ་བོད་ཡིག་ཚང་ཆེན་མོའི་ནང་ལོགས་ལ་འདི་གསུངས་ཡོད་རེད། ད། སྟག་ཚང་རྫོང་པ་དཔལ་རྒྱ་མཚོའི་འཁྲུངས་འདས་ལོ་ཚིགས་འདི་དམིགས་བསལ་རྙེད་མ་བྱུང། ད་ཁོང་གིས་མཛད་པའི་རྒྱ་བོད་ཡིག་ཚང་ཆེན་མོའི་ཁུངས་འདི་ཡོངས་གྲགས་ང་ཚོ་རྒྱ་བོད་ཡིག་ཚང་མཁས་པ་འགའ་ཤས་གསལ་དེ་རེད་ཟེར་གྱི་མེད་རེད་བུ་ཕྲུག་ག་ནས། ཨ་ནེ་རྒྱལ་ཁྱེད་སྔ་ལོ་ལ་པར་ཞུས་པའི་དེབ་གཟུགས་ཀྱི་ཤག་གྲངས་དགུ་བཅུ་གོ་གཅིག་གི་ནང་ལོགས་ལ། ཨེ་ནི་དེའི་ཏིང་སེ་ཞེས་དང་དེའི་ཏིང་སེ་སྟེ་དེའི་ཏིང་མའམ་དེའི་རྗེས་མ་དེའི་རྗེས་ལ་ཡང་ཨེ་ནི་སློབ་པའི་མཆོག་གི་གླང་པོས་ཤིང་རྟ་ཆེན་པོའི་སྲོལ་གསུམ་པ་བསྟན་པ་རེད། ཨེ་ནི་དེའི་རྗེས་ལ་ཡང་ཨེ་ནི་འདས་ནས་ཉིས་སྟོང་ལྔ་བརྒྱ་ན་འཇམ་དབྱངས་བྱིན་རླབས་ལས་འཁྲུངས་པའི་མཆོག་གི་གླང་པོ་རྗེས་འབྲངས་བཅོམ་མངོན་སུམ་རྗེས་དཔག་གཉིས་དང་བཞིས། གྲུབ་མཐའ་ངན་པའི་ལོག་རྟོག་བཅོམ་ཤེས་རྒྱ་ཆེ་ཞིང་གཏན་ལ་ཕབ། ཅེས་པའོ། དེ་ལ་སོགས་པའི་རྒྱན་དྲུག་མཆོག་གཉིས་དང་གྲུབ་ཆེན་བརྒྱ་བཅུ། ཀུ་སུ་ལུ་རྣམ་གཉིས་ལ་སོགས་མཁས་གྲུབ་རིམ་པར་བྱོན་ནས་སངས་རྒྱས་ཀྱི་བསྟན་པ་མཐའ་བཞི་རྒྱས་པར་མཛད་དོ། ཞེའོ། དེའི་སོང་ཞག། དེ་ན་ཕྱིན་དང་ལྟར་མཁས་དབང་དགེ་འདུན་ཆེན་པོས་བསླབ་པར་མཛད་པའི་གཏམ་རྒྱུད་གསེར་གྱི་ཐང་མ། འདི་ན་གསལ་བ་འདི་རེད་ད་ཁེ་དབང་དགེ་འདུན་ཆེན་པོའི་ལ་གཅིག་སྟོང་དགུ་བརྒྱ་བཅོ་མེད་གསུམ་ལོ་ལ་སྐུ་འཁྲུངས་ནས་ཕྱི་དུ་དགུ་བཅུ་ལྔ་བཅུ་ང་གཅིག་ལོ་བའི་དགོངས་པ་བཟོ་བ་རེད་ད་ཁོང་གི་མཛད་པའི་ཨ་ནེ་གཏམ་རྒྱུད་གསེར་ཐང་མའི་ཁུངས་འདི་དགེ་འདུན་ཆེན་པོའི་ལ་གི་གསུང་རྩོམ་དེབ་དང་པོ་འདི་རེད་ད་ལྟ་བོད་ལྗོངས་བོད་ཡིག་དཔེ་རྙིང་དཔེ་སྐྲུན་ཁང་ནས་ཨ་ནེ་དགུ་བཅུ་གོ་བཞི་ལོ་ལ་པར་རིས་ཤོད་པའི་དེབ་གཟུགས་ཀྱི་ཤོག་གྲངས་སུམ་བརྒྱ་ཉི་ཤུ་རྩ་གཉིས་ཀྱི་ནང་ལོ་ལ་ཨ་ནེ་སློབ་དཔོན་མཆོག་གླང་སྤྱི་ལོའི་དུས་རབས་ག་དུས་བྱོན་མ་བྱོན་སྐོར་ལ་ཡང། སེམས་ཀྱི་སྲིད་ཐ་མའི་ནང་ལོགས་ལ་ཨ་ནི་སྔར་བཤད་པའི་ད་ལྟ་ཤཱཀྱའི་རྒྱལ་པོ་རྣམས་བསླབས་ཏེ། ཨ་ནི་སུ་ཀ་ཏྲ་དང་མ་ལ་བ་ཡང་དབང་དུ་བཅུག། རྒྱ་གར་ལྷོ་ཕྱོགས་ཀ་ན་ཀྲ་ཡུལ་དུ་བྱུང་བའི་རྒྱལ་པོ་ལིག་པུ་ཡང་ཨ་ནི་པད་ཟླ་བ་བས་པ་རྣམ་པར་གནོན་པའི་ཉི་མ་ཤཱཀྱ་གསོལ་བ། གྲོང་ཁྱེར་བཟང་པོ་ཀྱ་ནར་བུ་དང། ཕ་སྐད་ཀྱི་བདག་པོ་སོགས་མིང་གི་ཆེ་བར་སྦྱར་ཡོད། གོང་དུ་སྨྲས་པའི་ཁུ་རྒྱུ་བི་ཀྲ་མ་ལའི་ལུགས་ཤིག་ལུས་ཚིག་ཀྱང་དོན་ལ་རྒྱལ་པོ་འདིའི་ཁྲོད་ལ་ཡིན་པར་གྲགས་ཀྱང་དུས་ཤིན་ཏུ་རྩོལ། རྒྱལ་པོ་འདིའི་མདུན་སར་དང་པོ། ཟླ་ཐན་རི། གཉིས་པ། ཁྱ་བན་ཀ། གསུམ་པ། ཨ་མ་ར་སི་ཧམ། བཞི་པ། ཤང་ཀུ། ལྔ་པ་བེ་ཏཱ་ལ་བ་ཏྲ། དྲུག་པ་ཀ་ཏྲ་ཀ་བ། བདུན་པ་ཀ་ལི་ཏ་ས། བརྒྱད་པ་བ་ར་ཧི་མི་ཧ་ཏི། དགུ་པ་བ་རུ་ཙི་ཏི་རིན་ཆེན་དགུ་བ་ཞེས་གྲགས་པའི་མཁས་པ་རྣམས་ཡོད་པར་གྲགས་ཤིང་གསལ་ད་གོང་དོན་དུ་ལེགས་སྦྱར་སྐད་ཀྱི་ཐོག་ནས་མཁས་པ་རྣམ་པ་ཚུལ་མཚན་རེ་བཞག་སློབ་དཔོན་མཆོག་གི་གླང་པོ་ཡང་འདི་དང་དུས་མཉམ། དེ་ལ། ཀཱ་ལི་དྷ་ས་ནི་ནག་མོ་ཁོལ་ཏེ་ཟས་བཅད་ངང་དུ་གློ་བའི་ནག་མོ་ཁོལ། རྒྱ་གར་བག་པའི་ཡུལ་ལ་ཡང་ག་ཚོད་རེར་གློ་བའི་ཆང་ལང་དང་དུས་མཉམ་པ་ད་ལྟ་སྤྲིན་གྱི་ཕོ་ཉའི་ནང་ལ་གསལ་ཡོད་རེད་ཟེར་གི། སྤྲིན་ཕོ་ཉའི་ནང་གསལ་བ་ལུང་དྲང་བ་ན་གཞན་གྱིས་དགེ་འདུན་ཆེན་པོ་ལགས་གསུངས་པ་དེ་རེད། གློ་བའི་ཕྱོགས་ཀྱི་གླང་པོ་འདི་དང་དུས་མཉམ་དེ་ལ་ཀཱ་ལི་དྷ་ས་ནི་ནག་མོ་ཁོལ་ཏེ་རྒྱ་གར་གྱི་སྙན་ངག་མཁན་ཐམས་ཅད་ཀྱི་ནང་ནས་གྲགས་ཆེ་ཤོས་སུ་གྱུར་ཅེས།

འོ་དེའི་ནང་ལོགས་ལ་སྦུབ་སྟེ་རྒྱལ་རྒྱུད་ཀྱི་སྐབས་དེ་རྒྱ་གར་གྱི་རྒྱལ་ཁམས་ཆ་གང་ཐད་ནས་ཉི་མ་ཉིན་གུང་ལ་སླེབས་པ་བཞིན་དུ་དར་བའི་སྐབས་ཡིན་པར་གྲགས་ཤིང། རྟ་དབྱངས་དང་ཕྱོགས་གླང་ལ་སོགས་པའི་སངས་རྒྱས་པའི་སློབ་དཔོན་ཆེན་པོ་དག་ཀྱང་ཕལ་ཆེར་འདིའི་རྒྱལ་གྱི་ཚུགས་ཙམ་ན་ཡིན། ནག་མོ་ཁོལ་ལ་སོགས་པའི་སྙན་ངག་ཆེན་པོ་དང་གཞན་ཡང་རྒྱ་མཚོ་འབབ་པའི་མདུན་སར་གནས་པའི་མཁས་པ། མཁས་པ། བིར་སེན་དང་ཧེ་སེན་ལ་སོགས་པ་སའི་རྒྱན་ལྟ་བུ་དག་ཀྱང་དེ་དུས་བྱོན། གང་ལྟར་སློབ་དཔོན་ཕྱོགས་ཀྱི་གླང་པོ་དེ་སྦུབ་སྟེ་རྒྱལ་རྒྱུད་ཀྱི་སྐབས་སུ་བྱོན་པ་དེའི་གསུང་བྱ། དེས་ན་ཤིས་ད་ལྟ་པཎ་ལའི་ཚུལ་རིམ་མཆོག་གིས་བརྩམས་པའི་ཆོས་བཅུ་ཀུན་གསལ་མེ་ལོང་ད་པཎ་ལའི་ཚུལ་རིམ་ལགས་དེ་ང་ཚོ་གཡུ་འབྲུག་བོན་གྱི་མཁས་པ་ཆེན་པོ་གཅིག་རེད་ཉེ་དུས་ཀྱི་ད་ཁོང་སྤྱི་ལོའོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བཞི་ལོ་ལ་སྐུ་བཀྲོངས་ནས་ཆིག་སྟོང་དགུ་བརྒྱ་པཎ་ལའི་ཚུལ་རིམ་ལགས་ཀྱི་དྲུང་བསྡད་དེ་ཆིག་སྟོང་དགུ་བརྒྱ་བཅུ་མེད་ཕྱེད་ལོ་ལ་སྐུ་བཀྲོངས་ནས་ཆིག་སྟོང་དགུ་བརྒྱ་དོན་དེ་ཉིད་ལོ་ལ་དགོངས་པ་རྫོགས་པ་དེ་རེད་ཤག་ད་ཁོང་གིས་མཛད་པའི་ད་ལྟ་ཆོས་འབྱུང། ཀུན་གསལ་མེ་ལོང་གི་ཁུངས་འདི་བོད་ཀྱི་དཔེ་མཛོད་ཁང་ནས་ཉིས་སྟོང་བཅུ་གསུམ་ལོ་ལ་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་གནས་སུམ་ཅུ་སོ་ལྔའི་ནང་ལོགས་ལ་ད་ལྟ་སློབ་དཔོན་མཆོག་གླང་ཆེན་པའི་དུས་ཚོད་དེ་ལ་དེ་གསུང་གི་འདུག་ད་ཕྱོགས་ཀྱི་གླང་པོ་དེ་ཡིས་སྟོན་པ་བཅོམ་ལྡན་འདས་ཉེ་སྔ་ལས་འདས་ནས་ལོ་དགུ་བརྒྱ་ལྷག་སོང་ཙམ་གྱི་རྗེས་ལ་ཡང་ཨ་ནི་རྒྱ་གར་ལྷོ་ཕྱོགས་ཀྱི་རྒྱུད་ལ་ད་ལྟ་རྒྱལ་རིགས་ལས་སྐུ་འཁྲུངས་པ་ཡིན་ད་ད་ཕྱིས་ང་ཚོ་རིགས་ཀྱི་ནང་ནས་ཕྱོགས་ཀྱི་རྒྱུ་བ་བྲམ་ཟེའི་རིགས་ལ་སྐུ་འཁྲུངས་པ་ཅིག་གསལ་སོང་ན་ད་དེའི་ནང་ལོགས་ལ་རྒྱལ་རིགས་ལ་ཡང་སྐུ་འཁྲུངས།

ཨ་ནུའི་སློབ་དཔོན་མཆོག་གི་གླང་པོ་འདིས་ད་ང་ཚོ་ཡེ་ཤུའི་འདས་ལོ་ཡང་ན་སྤྱི་ལོའི་དུས་རབས། སྤྱི་ལོ་བཞི་བརྒྱ་བཞི་བཅུ་ཞེ་ལྔ་ནས་ཨ་ནི་ལྔ་བརྒྱ་བདུན་ཅུ་དོན་ལྔ་ལོ་ཟླ་དེ་གཉིས་ཀྱི་བར་ལ་ཡང་ཨ་ནི་སློབ་དཔོན་མཆོག་ལང་ཕེབས་པ་རེད་ས་དེ་ཁ་གསལ་ཤོད་དེ་རེད་ང་ཚོ་སྤྱི་ལོར་བག་ཆགས་ནས་གསུངས་ཡོང་དུས་ཨ་ནི་སྐབས་དེ་དུས་རྒྱ་གར་བྱང་ཕྱོགས་ལ་ཡང་ཨ་ནི་གུབ་ཏའི་རྒྱལ་རྒྱུད་ཀྱིས་ཨ་ནི་སྐྱོང་བཞིན་པ་རེད་ས་ད་ཅི་གོང་ལ་དགེ་འདུན་ཆེན་པོའི་ལག་གི་སྟེང་ན་ལ་དང་དེ་ན་གཞན་གྱི་དང་ད་བྱོན་ར་ཚོད་ཇི་སུ་ལྟར་ན་དེ་རྒྱ་གར་གྱི་ཆོས་ཆུང་ན་གསལ་བ་ན་གཞི་དགུ་བདེ་རྒྱལ་རྒྱུད་ལས་རེ་ཟུང་མ་ནི་ཤི་ད་ལ་རེ། གང་ད་སྟོབས་ལྡན་བས་ན་རྒྱ་གར་བྱང་ཕྱོགས་ལས་དགུ་བདེ་རྒྱལ་རྒྱུད་ཀྱི་རྒྱལ་སྲིད་སྐྱོང་བཞིན་པ། ཨེ་ནི་དགུ་བདེ་རྒྱལ་རྒྱུད་ཀྱི་རྒྱལ་རྒྱུད་འདི་ཨེ་ནི་ཉམས་རྒུད་ལས་སྐབས་དེ་དུས་འགྲོ་ལ་ཉེ་བའི་དུས་ཚོད་ཅིག་ཆགས་བསྡད་ཡོད། དེ་ནས་ཤིང་གི་ད་ལྟ་གུབ་རྟའི་རྒྱལ་རྒྱུད་ཀྱི་ནང་ནས་སྐབས་དེ་དུས་ཀྱི་ད་ལྟ་ཀན་ད་གུབ་རྟ། ཡང་ན་དེའི་རྒྱུན་འཛིན་གྱི་ད་ལྟ་པུ་རུ་གུབ་རྟ་ཟེར་གྱི་དེ་ཡོད་པས་ཨ་ནི་སྐབས་གང་རུང་དེ་འདྲའི་སྤྱི་ལ་སློབ་དཔོན་ཕྱོགས་ནང་བྱོན་པ་རེད་ཅེས་འཚོལ་བ་རབ་ཆེ་བ་ཡིན། ཨ་ནི་སློབ་དཔོན་ཕྱོགས་ནང་སྐབས་དེ་དུས་རྒྱ་གར་ལྷོ་ཕྱོགས་ལ་ཡང་ཨ་ནི་རྒྱལ་ཕྲན་ཆུང་ཆུང་ད་ཆུང་ཁག་དེ་ཚོས་རྒྱལ་སྲིད་བསྐྱངས་པའི་སྐབས་ཡིན་རེད་ཡང་ན་ད་ལྟ་སྤྱི་ལོ་བརྒྱད་བརྒྱད་པོའི་ཨ་ནི་སྤུ་གི་སིང་དང་པོའི་སྐབས། ཙམ་དེ་འདྲའི་ཆེད་ལས་ཕལ་ཆེར་སློབ་པའི་ཕྱོགས་ན་བྱུང་བ་ཡིན་ཤས་ཆེ་ཅེས་ཐེ་ཚོམ་འདྲ་བོ་ཅན་གསུངས་ཤག་ད་གང་ལྟར་འདི་གསུངས་པ་ན་ཤས་ཆེ། ཨེ་ནི་གུཔྟའི་རྒྱལ་རབས་སྐབས་ལས་སློབ་པའི་ཕྱོགས་ན་བྱུང་བ་དེ་དག་མཁས་པ་མང་ཆེ་གེ་གསུངས་པ་བཞི་པ་མཐུན་པ་རུ་དེ་རེ་རྒྱལ་རབས་ལ་བག་ཆགས་པ་ཡིན་ན་ད་འོ་ན་གུཔྟའི་རྒྱལ་རབས་དེའི་ཕྱི་ལོ་ག་རེའུ་ག་དུས་ན་ལ་རྒྱ་གར་འཕགས་པའི་ཡུལ་ལ་ཡང་ཆབ་སྲིད་བསྐྱངས་པ་རེད་ཟེར་བ་ཡིན་ན། ད་དེའི་སྐོར་དེ་ལྟར་ན་མཁས་དབང་དུང་དཀར་བློ་བཟང་འཕྲིན་ལས་མཆོག་གིས་མཛད་པའི་དུང་དཀར་ཚིག་མཛོད་ཆེན་མོ་ནང་ལས་གཞན་གསལ་བ་ཡོད་རེད་ད། མཁས་དབང་དུང་དཀར་བློ་བཟང་འཕྲིན་ལས་མཆོག་དེ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ལོ་ལ་སྐུ་འཁྲུངས་ནས་ཕྱི་ཟླ་དགུ་བརྒྱ་དགུ་བཅུ་དགུ་བདུན་ལོ་ལ་དགོངས་པ་རྫོགས་པ་རེད་པ་ད་ཁོང་གིས་མཛད་པའི་ཨ་ནེ་དུང་དཀར་ཚིག་མཛོད་ཆེན་མོའི་ཁུངས་འདིའི་ད་ལྟ་བཅུག་དེ་ལས་ལུག་ཚིག་དྭངས་ཤིང་མེ་ལོང་གསལ་བྱེད་རེད་ད་ལྟ་ཀྲུང་གོའི་བོད་རིག་པ་དཔེ་སྐྲུན་ཁང་ནས་ཉིས་སྟོང་གཉིས་ལོ་ལ་པར་སྐྲུན་ཞུས་པའི་དེའི་དེབ་གཟུགས་ཀྱི་ཤོག་གྲངས་ཉིས་སྟོང་ཉིས་བརྒྱ། ལས་ནི་བཞི་བཅུ་ཐམ་པའི་ནང་ལོ་ལ་རྒྱ་གར་འཕགས་པའི་རྒྱུད་ཀྱི་ད་ཀུབ་ཏའི་རྒྱལ་རབས་འདི། ལས་ནི་ད་ལྟ་ང་ཚོ་བོད་ལོ་བྱས་པ་ཡིན་ན་ལྕགས་སྤྲེལ་སྤྱི་ལོ་བྱས་པ་ཡིན་ན་སྤྱི་ལོ་བཞི་བརྒྱ་གྱ་བཅུ་ནས། ལས་ནི་སྤྱི་ལོ་སུམ་བརྒྱ་ཉི་ཤུའི་བར་ལ་ཡང་ནི་རྒྱ་གར་གྱི་ད་ད་ཀུབ་ཏའི་རྒྱལ་རབས་ཀྱི་རྒྱ་གར་ཡ་རྒྱལ་སྲིད་བསྐྱངས་པའི་སྐབས་རེད། དེ་རེད་ཅེས་ད་ལྟ་རྒྱ་ནག་གི་ཡིག་ཆའི་ནང་རོལ་ནས་སད་ཤག་རྒྱའི་ཡིག་ཆའི་ནང་དེ་གསུངས་ཤིང་དེ་གསུངས་པ་ལ་ཅི་གང་དང་མདོར་བསྟོད་པ་ཡིན་ན་སློབ་དཔོན་རྟ་དབྱངས་དང་སློབ་དཔོན་མཆོག་གི་གླང་པོ་དང་སློབ་དཔོན་ནག་མོ་ཁོལ་ལ་སོགས་པ། ད་ང་ཚོ་རྒྱ་གར་འཕགས་པའི་ཡུལ་གྱི་མཁས་པ་ཆེན་པོ་དོན་གཙོ་དང་ནི་རྒྱ་གར་གྱི་དགུ་བརྒྱ་བརྒྱད་ཅུ་གྱི་སྐབས་ལ་ཨ་ནི་དུས་མཉམ་ལྟ་བུ་དེ་འདྲའི་ཆེད་ལས་ཨ་ནི་བྱོན་པར་གསུངས་ཡོད་འདི་གསུངས་པ་གཞི་ཆགས་བྱས་པ་ཡིན་ན་སློབ་པའི་ཕྱོགས་ན་ཨ་ནི་མགོན་པོ་ཀླུ་སྒྲུབ་དང་སེ་ཨ་ཡ་སྡེ་བ་དང་དུས་མཉམ་ཡིན་པ་དུས་མཉམ་ཡིན་པ་འདྲ་བོ་ཆགས་ཡོད་རེད།

ཀུན་བཏུས་ཀྱི་ཁུངས་འདི་འདི་རེད། དེ་དཔེ་ཆ། ད་ལྟ་ག་ནི་བོ་ར་ཡིག་ཚང་ནས་ཉིས་སྟོང་བཅུ་བཞི་ལོ་ལོ་བོ་རིག་ཞུ་བའི་དེབ་གཟུགས་ཀྱི་ཤོག་གྲངས། ཨེ་ནི་ལྔ་བརྒྱ་བདུན་ཅུ་དོན་དགུའི། ནང་ལོགས་ལ་སློབ་དཔོན་ཕྱོགས་གླང་སྤྱི་ལོའི་དུས་རབས་ལྔ་པ་ལས་བྱོན་པ་འདི་གསུངས་ཡོད་དེ་གསལ་བར་གཞི་བཞག་བྱས་པ་ཨེ་ནི་ཡོངས་གྲགས་ལས་སློབ་དཔོན་ཕྱོགས་གླང་སྤྱི་ལོའི་དུས་རབས་ལྔ་པའི་སྨད་དང་དྲུག་པའི་སྟོད་ལ་ཨ་ནི་ཡིན་པ་དེ་འདྲའི་བཅས་གསུངས་ཀྱི་ཡོད་རེད་ད་དེང་སང་གི་ལོ་རྒྱུས་སྨྲ་བ་འགའ་ཤས་ཀྱིས་གསུངས་དང་བྱས་པ་ཨེ་ནི།

དེ་ན་ཤིང་གི་གོང་ནས་ཤེས་པ་ན་ཤིང་ཁེང་བ་དུང་དཀར་བླུགས་སར་ཁྲིད་ལས་བྱ་བར་ཟད་པས་དེ་ན་དུང་དཀར་ཚིག་མཛོད་ཆེན་མོའི་ནཱ་རོས་བལྟས་པ་ཡིན་ན། ད་དུང་དཀར་ཚིག་མཛོད་ཆེན་མོའི་ཁུངས་དེ་གྲངས་དང་ཤོག་གྲངས་གཅིག་སྟོང་སུམ་བརྒྱ་ལྔ་བཅུ་ནས་ལྔ། རེ་གཞན་དག་གཅིག་པར་བ། ཡང་རྒྱལ་པོ་ལྷ་ཐོ་ཐོ་རི་གཉན་བཙན་དང་དུས་མཉམ་ཞེས་གྲགས་པ་ཡང་འཐད་དོ་ཞེས་གསུངས་ཕྱིར།

ཆུ་ཁ་སོགས་རེད་ད། དུས་རབས་ག་དུས་བྱོན་མ་བྱོན་གསུངས་པ་ན་ཤེས་བྱའི་སློབ་དཔོན་ཕྱོགས་ནང་དེས་ད་ཡིན་གཉིས་ཀྱི་ཨ་ནི་རང་ལས་བརྒལ་བའི་སློབ་མ་བཞིའི་ཁྲོད་ནས་ཚད་མ་རང་ལས་བརྒལ་བ་དེ་ཡིན་པ་ཡིན་ཚད་ཕལ་ཆེར་གྲོས་ཚོད་མཉམ་པ་འདྲ་བ་ཅིག་ཡིན་དགོས་ཀྱི་ཡོད་རེད་ཡིན་པ་ཡིན་ནའི། ད་དེང་སྐབས་ཀྱི་ལོ་རྒྱུས་དང་དངོས་བྱུང་སྨྲ་བ་ད་དུ་འཛོལ་ཡང་ནས་བཅད་ཤེས་པ་འགའ་ཤས་ཀྱིས་ད་དུ་འཚོ་སྐད་ལེན་གྱི་ཡོད་མ་རེད། དེ་ནང་བཞིན་གྱི་སློབ་དཔོན་དབྱིངས་ཉིད་དང་སློབ་པའི་མཆོག་གི་གླང་པོ། རྣམ་པ་གཉིས་ཏེ་བླ་མ་དང་སློབ་མ་མདོར་བསྡུས་པ་ཡིན་ན་སློབ་དཔོན་མཆོག་གླང་དེ་སློབ་པའི་དབྱིངས་ཉིད་ཀྱི་དངོས་སློབ་མ་ཡིན་པ། ལྟར་བླ་མ་དང་སློབ་མ་དོན་མཚན་དངོས་བརྒྱུད་ཀྱི་ལམ་མ་ཡིན་པར་བརྒྱུད་པའི་བླ་མ་ཡིན་ཚུལ་འདི་འགྲེལ་གསུམ་གའི་ཡོངས་གྲུབ་ཡོངས་གྲུབ་བསྟན་བཅོས་འདི་དག་དང་མཚུངས་པ་ཡང། ང་ཚོས་དཔྱད་པ་བྱེད་དགོས་ཀྱི་གནས་ཚུལ་འདྲ་ཡོད་ས་རེད་ཁ་བརྡ་མདོར་བསྡུས་པ་ཡིན་ན་གོང་ལ་ཞུས་པ་ན་གཞན་གྱིས་འཕགས་པའི་ནོར་གྱིས་མཆོད་པའི་སློབ་དཔོན་མཆོག་གི་གླང་པོ་ཏི་དང་ད་སྐུ་བལྟམས་པ་ལ་སོགས་པའི་ཡུལ་དེའི་རྒྱ་གར་ལྷོ་ཕྱོགས་ཨ་ནི་དང་ད་ཡོད་ཁོ་ཀན་ཙི་སེ་ཡ་གི་དེའི་གྲོང་ཁྱེར་དང་ཐག་ཉེ་པོ་ཡོད་པའི་དང་ད་ས་ཆ་ཨ་ནི་སིང་ཧ་བྷ་ཀ་ཏྲ། པ་དེ། སོ་ཡ་དེ་གྲོང་ཁྱེར་ཡང་སྐུ་འཁྲུངས་པ། ཨ་ནི་འཁྲུངས་པའི་དུས་ཚོད་དེ་སྟོན་པ་བཅོམ་ལྡན་འདས་དགོངས་པ་མྱ་ངན་ལས་འདས་ནས་ལོ། ཨ་ནི་སྟོང་ལ་ཉེ་བ་ལ་ད་གུ་ལོ་དགུ་བརྒྱ་ཡིན་ཏེ་སྟོང་ལ་ཉེ་བ་རེད་བ། ཨེ་ནི་ད་ལྟ་ཡེ་ཤུ་མཱ་ཤི་ཀའི་འདས་ལོ་བྱས་པ་ཡིན་ན་སྤྱི་ལོའི་བརྒྱ་ཕྲག་བཞི་བ་དང་ལྔ་བའི་བར་ལས་ཡིན་པ་དེ་འདྲའི་གསུང་མཁན་ཡོང་གི་འདུག།

ཕྱིས་སུ་སློབ་དཔོན་ཕྱོགས་གླང་གིས་ནན་ཏའི་གཟུངས་སྔགས་འདི་དག་ལ་བློ་སྦྱངས་རྗེས། དམ་པ་ཁོང་གིས་ངོ་མཚར་རྨད་བྱུང་གི་ལྟ་བ་དང་སྨྲ་བསམ་བརྗོད་བྲལ་གྱི་རྟོགས་པའི་ཡོན་བདག་ལ་ཡི་རངས་ཚད་མེད་གནང། སློབ་དཔོན་གྱིས་ཐུགས་ཡིད་སྐྱོ་བའི་ངང་དམ་པ་ཁོང་གི་མཚན་མའི་གཞུང་དེ་མ་ལུས་པར་མངའ་བརྙེས་ཏེ། རྒྱུད་ཀྱི་རྟོགས་པའི་ཡོན་ཏན་ཆུང་ངུ་ཙམ་གྱིས་འགྲན་པར་ག་ལ་བཟོད། དམ་པ་ཁོང་གི་ཐུགས་རྒྱུད་ཀྱི་ཡོན་ཏན་རྣམས་སྐྱེས་བུ་བློ་གྲོས་དང་ལྡན་པ་དག་གིས་བལྟས་པས་ངོ་ཚ་བ་ཙམ་དུ་མ་ཟད་སྐྱེས་བུ་དབང་སྡུད་རྣམས་ཀྱིས་བལྟས་ཀྱང་ཐུགས་ཡིད་རབ་ཏུ་བསྐུལ་བའི་གནས་སོ། བྱའོ། འདི་གསལ་བྱ་འདི་གསལ་བ་ན་ཞེས་བྱ་གང་དག་དེ་ནས་བཙུན་པ་ཡིད་བཞིན་འདི་སྤྱི་ལོ་དྲུག་བརྒྱ་བདུན་ཅུ་དོན་གཉིས་ལོ་ལ་ཨན་ནི་རྒྱ་གར་ཕ་བོད་ཡུལ་ལ་ཕེབས་ཨན་ནི་སློབ་གཉེར་གནང་བྱས་སྤྱི་ལོ་དྲུག་བརྒྱ་དགུ་བཅུ་གོ་ལྔའི་ལོ་ལ་རྒྱ་ནག་ལ་ཕག་ཕྱི་ལོ་ཕེབས་པ་ཅིག་ཆགས་དེར་དེའི་གོང་ནས་ཨན་ནི་སློབ་པའི་མཆོག་ནག་སྐུ་འཁྲུངས་ཟིན་པ་དེ་དེའི